ནུ་མ་ལྷན་སྐྱེས་ར་བཀྲ་ཤིས་དེ་ལས། འདི་ལྕགས་ཀྱི་ཐུར་མ་རེད། ཐུར་མ་ཟེར་ན་ང་ཚོའི་ནམ་རྒྱུན་གྱི་འཚོ་བའི་ནང་ལ། བེད་སྤྱོད་བྱེད་འོའི་ལག་ཆ་ཡོད་ན་མེད་ན་ཞེས་རེད། དེ་རིང་ངས་ཐ་སྙད་འདི་སྦྱང་ཡིན། ཡོད་ན་མེད་ན། ངས་བཤད་ས་ལ་ཡོད་ན་མེད་ན་ཟེར་གྱི་ཐ་སྙད་འདི། བེད་སྤྱོད་བྱེད་ས་གཉིས་ཡོད་རེད། བེད་སྤྱོད་བྱེད་ས་དང་པོ་དེ། ཚེ་དྲུག་གི་མཐའ་མ་དེ་ར་སྦྱར་ན། ནས། འདས་ཧཱུྃ་མ་ཁུ་བ་ཐེ་ཚོམ་བྱེད། བྱེད་དེ་ཡག་གི་གོ་དོན་སྟོན་གྱི་ཡོད་རེད། དཔེར་ན། བཀྲ་ཤིས་ཀྱི་ནང་ལ་བསྡད་ཀྱི་ཡོད་ན་མེད་ན་ངས་ཤེས་མ་སོང། གཅིག་བྱིན་ན་བསྡད་ཀྱི་ཡོད་རེད་གཅིག་བྱིན་ན་བསྡད་ཀྱི་ཡོད་མ་རེད། ཡང་དཔེ་ཆ་བྱ་བ་ཡིན་ན། ནང་ལ་ད་དུང། འདྲེ་དེ་འདྲའི་ལྷ་ཡོད་ན་མེད་ན་ངས་ཤེས་མ་སོང། གཅིག་བྱེད་ན་ལྷ་ཡོད། གཅིག་བྱེད་ན་ལྷ་མེད། འདི་བེད་སྤྱོད་བྱེད་ས་དང་པོ་རེད། བེད་སྤྱོད་བྱེད་ས་གཉིས་པ་དེ། རྩ་ཆེན་པོ་དང་གལ་ཆེན་པོ་གི་དོན་དག་སྟོན་གྱི་ཡོད་རེད། ནི་རྗེས་ར་ཡག་ངས་ནི་བེད་སྤྱོད་བྱེད་ས་གཉིས་པ་དེ་གི་ནི་དཔེ་ཆུས་ནི་ངོ་སྤྲོད་ཞུ་གི་ཡིན། དང་པོ་དེ། རྒྱུ་མཚན་ཡོད་ན་མེད་ན་འདི་རེད། ཁྱད་པར་ཡོད་ན་མེད་ན་ཁོ་རང་ཡིན། རྗེ་བཙུན་རེད་རྟགས་ཆེན་པོ་དེ་རྗེ་རིན་པོ་ཆེ་བླ་མ་ཡོད་ན་མེད་ན་དེ་རེད། དཔེ་ཆུ་གཞན་པ་དེ། ངའི་སྲིང་མོ། རྒན་པ་དང་མོའི་ཆོ་ག་ནི། རྒྱ་གཞུང་གི་ལས་བྱེད་རེ་ཡིན་པས། རྫོང་ཐོག་ན་ཡོད་པའི་ཁོང་ཚོའི་ཁྱིམ་དུ་བརྙན་འཕྲིན་ཞིག་ཡོད་པ་དང། ངའི་ཉེ་སར་གཏོགས་པའི་རྫོང་ཐོག་གི་མི་ཚང་གཞན་ཞིག་གཞན་པ་ཞིག་ལའང་བརྙན་འཕྲིན་ཞིག་ཡོད་པས། བརྙན་འཕྲིན་དེ་གཉིས་ཀར་བལྟ་རྒྱུའི་གོ་སྐབས་འཚོལ་བ་ནི་ངས་སྔོན་ངས་སྔོན་དུས་ཡོད་ན་མེད་ན་ཞིག་ཡིན། དཔེ་བརྗོད་གཞན་པ་སྟེ། ཨ་མའི་མགུལ་དུ་རྗེ་བླ་མའི་གསང་གསུམ་གྱི་རྣམ་ཐར། མོ་རང་གི་མོས་ངོར་གང་བྱེད་གླེན་བསྒྲགས་པ་དང། ཕ་མ་ལ་ཡག་པོ་མ་བྱས་ན་སངས་རྒྱས་ལ་ལྟ་སྒོ་སྤེལ་རྒྱུ་ཡོད་མ་རེད་ཅེས་བླ་མའི་གསུང་གི་འདུག་ད་ཞལ་ཕྲུ་གུ་ཚོར་སློབ་གསོ་རྒྱག་རྒྱུའི་ལོང་འདྲེན་ཡོད་ན་མེད་ན་དེ་རེད། ངས་སོ་སོར་བྲིས་པའི་དཔེར་བརྗོད། ནད་གཞི་ལྗིད་པོ་ཕོག་པའི་ཨ་མ་ལ་ལ་ལྟ་རྟོག་བྱེད་པ་སྟེ། ཁུ་རླངས་ལས་གནས་ནས་རྩ་དགོངས་ཞུས་ཏེ་ཕ་ཡུལ་ལ་ལོག་འགྲོ་རྒྱུའི་རྒྱུ་མཚན་ཡོད་ན་མེད་ན་དེ་རེད། ཐོ་རུ་མ་ནི་ང་ཚོས་དཀྱུས་མའི་འཚོ་བའི་ནང་ལ་འབོད་སྒྲིག་བྱེད་བའི་ལག་ཆ་ཡོད་ན་མེད་ན་བཞི་རེད། སྣང་བ་གང་ཤར་ཟེར་དུས་ང་ཚོས་ནམ་རྒྱུན་གྱི་སྐད་ཆའི་ནང་ལ་ཡོད་ན་མེད་ན་གྱི་དཔེ་ཆོས་བཞི་རེད། ལ་སོགས་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན་འཛེམ་ཟོན་མ་བྱེད་པར་ང་ལ་ནོར་བཅོས་གནང་རོགས་གནང། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།